ད་གཏང་ས་ཡག་ཤོས་དེ་རྒྱ་ནག་དང་དེ་ནས་བོད་དེ་ཚོའི་ཕྱོགས་དེ་རེད་བསྡད་པ་རེད། གང་རེད་ཟེར་ན་འཛམ་བུ་གླིང་ནང་ང་ཚོའི་ཁ་སིང་ན་ཉིད་ང་ཚོའི་ལྟ་སྤྱོད་བཏང་དུས་འཛམ་བུ་གླིང་ནང་རྒྱ་ནག་ལ་མེད་པའི་རྒྱ་ནག་མ་བརྩིས་པའི་དེ་ནས་གང་ཟག་འཛམ་བུ་གླིང་གཞན་དག་གི་ནང་པ་དེ་ཚོ་ཐམས་ཅད་རུག་རུག་བྱས་ནས

དང་པོ་ནི་དཔེ་ཆ་དཀྱིལ་ཕྱིན་པ་ཆ་ཚང་བ་དེ་ཧ་གོ་ཐུབ། གོ་ཐུབ་གོ་གི་ཡོད་ན། བསྒོམ་བྱ་བར། ཉམས་ལེན་བྱེད་པར། ཡིན་གཅིག་མིན་གཅིག་དེ་ཡིན་དུས་ལྟ་ན། དེ་ནི་གང་འདྲ་ཟེར་བསྒོམ་བྱ་བས་དང། ཉམས་ལེན་བྱས་དུས་འཇུག་ལ། ཚུལ་གནས་ཐོས་དང་བསམ་གཏན་པའི་བསྒོམ་པ་ལ་ནི་རབ་ཏུ་སྦྱོར་གསུང་བའི་རོ་ལྟར་སངས་རྒྱས་ཡིན་སྙིང་གི། གང་སུ་སངས་རྒྱས་ཡིན་ཟེར་ལྟར་སློབ་དཔོན་ཡིན་སྙིང་གི། སངས་རྒྱས་ཡིན་པ་ཡིན་ཟེར་བ་མ་རེད་བས་དང། ད་ཁོང་གིས་གསུང་བའི་རོ་དེ་ཡིན་དུས་གང་འདྲ་བསྒོམ་བྱ་བས་དེ་གནད་འགག་ཆེན་པོ་ཞེ་དྲག་རེད་དང། དེ་ནི་སྒོམ་དེ་བརྒྱབ་པ་ཡིན་ན་དེ་ནི་ག་ཚད་ཡིན་ན་ཡང་མི་ཚེ་འདི་ལ་ཡང་འདོད་པ་དེ་ཆུང་དུ་ཆུང་དུ་ཆུང་དུ་ཆུང་དུ་འགྲོ། དེ་མ་ཐག་ཏུ་ང་ཚོ་གྲྭ་པ་ཡིན་ཟེར་བླ་མ་ཡིན་ཟེར་ལབ། དེ་ནི་འཇིག་རྟེན་ཆོས་རྗེ་སེང་གེ་འདི་ཚོ་ལ་ལྟ་ལ་ཚོང་པ་དང་དེ་འདྲའི་འདུལ་བ་དེ་བཞིན་གཅིག་པ་གཅིག་ཅང་བསྟོད་པ་ལ་ཡང་དགའ། བསྙེན་པ་ལ་ཡང་དགའ། དེ་ནི་སྨད་པ་དང་དེ་འདྲ་ཡིན་ན་མ་དགའ། དེ་འདྲའི་ཕྱིན་ཅི་འཇིག་རྟེན་ཆོས་ཅན་གྱི་དུས་ལྟ་བ་ཡིན་པས་འབྲེལ་པ་སྒྲ་བྱེད་གང་པ་ཙམ་གྱིས་མ་གཏོགས་དེ་ནི་ཞི་ར་ཞི་ར་བྱེད་པ་མེད་པར་བྱ་གི་རེད་བ་དེ་འདྲའི་མ་ཡིན་པ་ག་ཚད་ཡིན་ན་ཡང་ཆོས་པ་བྱ་འདོད་དེ་གལ་ཆེན་པོ་ཞི་ར་རེད་ཡིན་དེའི་འདུན་པ་ང་དེ་འདྲའི་རང་ནང་རེད་མ་གསུངས་ཨོ་ལོ་དེ་ཞོན་ཡིན་དེ་མ་གཏོགས་ང་ལ་གང་ཡང་ཞོན་མེད།